ནུབ་ཕྱོགས་ཁ་ཤས་ང་སྐད་ཆ་དྲིས་འདུག་ཤེས་རབ་ཉུལ་བའི་མདོ་གསུངས་པའི་སྐབས་ལ་ཡབ་འཇམ་དཔལ་དབྱངས་ཀྱིས་མ་དྲིས་པའི་ཆེད་ཀྱེ་རེ་སི་གར་བྱས་དྲིས་པ་རེད། སྟོང་ཉིད་ཀྱི་དོན་སྟོན་པའི་གཞུང་གི་མདོ་དེ་བྱས་དེ་ད་ཟབ་མོ་ལྟ་བའི་བརྒྱུད་པ་དེ་འཇམ་དཔལ་དབྱངས་ཀྱིས་ལེན་མཁན་རེད་བ། དེ་ལ་ཡ་ཀྱེ་རེ་སི་གར་བྱས་ནས་འཚང་ཁ་རྒྱབ་པ་རེད། དེ་འདྲའི་སྐད་ཆ་དྲི་ངན་དེ་འདྲས་ཡོད་རེད། གང་ལྟར། རྣམ་འདྲེན་བཞི་པས་ཆོས་ཀྱི་འཁོར་ལོ་བསྐོར་བའི་སྐབས་ལ་ཡབ་གཉིས་པའི་སེར་ཆེན་བརྒྱད་ཀྱི་ནང་ནས་གཙོ་ཆེ་བ་ཞིག་བྱས་ནས། ད་དེའི་འཁོར་དང་ཟློས་ཤིང་བསྡམས་པའི་སྐབས་ལ་ཡབ། སྙིགས་མ་ལྔ་ཡི་དུས་དེ་འདམ་ནག་མོ་རེད་དུས་ཀྱི་ཆ་ནས་སྙིགས་མའི་སྐྱེ་འགྲོ་དེ་ཧ་ཅང་གདུལ་དཀའ་བ་དང་དཀའ་ངལ་མང་བ་སྡུག་བསྔལ་མང་བ་ཡིན་ཙང་སྙིགས་མའི་སྐྱེ་འགྲོ་དུས་ཡབ་ཡུལ་གྱི་ཆ་ནས་རྡོ་རྗེ་གདན་ནས་བརྩིས་པའི་བྱང་གི་ཕྱོགས་ཁ་བ་ཅན་གྱི་ཞིང་ཁ་བ་ཅན་ཟེར་ཡ་དེ་ང་ཚོ་བོད་ཀྱི་སྐྱོང་དེ་ལ་ད་ད་རི་ས་གཉིས་ས་ཡི་གུ་ལའི་ཡང་ཐོག་ར་ཅེས་བརྩི་གི་འདུག་ཨང། གངས་རི་ར་བས་བསྐོར་བའི་དབུས་ཀྱི་ཕྱོགས་གཅིག་ནས་ཧི་མ་ལ་ཡའི་ཆེ་ཕྱོགས་གཅིག་ནས་རྒྱ་བོད་དང་བོད་དང་སོག་པོའི་བར་གྱི་གངས་རི་ཕྲེང་བ་མཛེས་བྱེད་གང་ལྟར་ང་ཚོ་བོད་ཀྱི་ཡུལ་དེའི་ཕྱོགས་ཐམས་ཅད་ནས་གངས་རི་ཕྲེང་བས་བསྐོར་བསྡད་པ་བྱུང་བ་རེད་ད་དེའི་རྗེས་ལི་ཡ་ཨིན་ཇི་སྐད་ལ Plateaus ཅེས་ནས་ད་མཐོ་སྒང་གི་སྡིངས་ཆ། འོ་དེ་ཡིས། ཐོག་མ་མི་ཡི་འགྲོ་བ་ཡང་མེད་པའི་ས་ཆ་ཅི་རེད། འཇིག་རྟེན་གྱི་ཡུལ་གཞན་པ་ལ་མི་ཡི་འགྲོ་བ་དེ་དར་བའི་རྗེས་ལ་ཡང། ཐུ་གང་བོད་ལྗོངས་ཡབ་མི་ཡི་འགྲོ་བ་མ་དར་བའི་སྐབས་ནས་ཕ་བོ་ཅེ་རེ་སི་གི་དུས་བཞིན་དུ་བདག་གིར་བཟུང་རྗེས། ཐོག་མར་མི་ཡི་འགྲོ་བ་སྤེལ་བ་ནས་བཟུང་སྟེ། འགྲོ་བ་མིའི་སྤྱི་ཚོགས་ཀྱི་དཔལ་ཡོན་འགོ་ཚུགས་ཡག་དང་དེ་ནས་བྱས་ནས། གང་ཟག་གི་ཆ་ནས་གང་བྱུང་གི་སྐྱེ་འགྲོ། ཡུལ་གྱི་ཆ་ནས་གང་བྱུང་གི་འབྱུང། དེ་དམིགས་བསལ་གྱི་འགྲོས་ཤིན་ཏུ་བདག་གིར་བཟུང་བས་ལ་བརྟེན་ནས་ད་ཅེར་གཟིགས་ཀྱི། སྐུ་གསུང་ཐུགས་ཀྱི་སྤྲུལ་པ་བགྲང་ལས་འདས་པ་གཅིག་གིས་བུད་པའི་སྤྱི་ཚོགས་གཙོ་བོར་གྱུར་པའི་འཇིག་རྟེན་གྱི་ཆོས་འདིའི་སྤྱི་ཚོགས་ཡོངས་རྫོགས་ལ་ཡང། རླབས་ཆེན་གྱི་ཁྲི་ལས་ཆེན་པོ་མང་པོ་བསྐྱངས་ཡོད་རེད་ད་དེ་ཚོའི་རིམ་པའི་བར་དུ་བྱས་པ་ཡིན་ན་བོད་ཀྱི་ངེས་གཏན་གཉིས་པའི་རྒྱལ་རབས་ལྟ་བུར་མཚོན་པ་ཡིན་ན་ཕྱི་ལོ་སྔོན་གྱི་ལོ་སུམ་བརྒྱ་བཞི་བརྒྱ་བྱས་ནས་ཡོད་རེད་ད་ལྟའི་དངོས་རྫས་རྙིང་པའི་ཞན་འགྱུར་ལ་བརྟེན་ནས་བྱས་པ་ཡིན་ན་བོད་ལ་མིའི་འགྲོ་བ་བྱུང་བ་དེ་ལོ་ཁྲི་གསུམ་བཞི་གི་སྔས་ནས་བོད་ལ་མིའི་འགྲོ་བ་བྱུང་ཡོད་པ་དེ་ད་རིམ་པས་རགས་ཁྲོལ་ཡོང་གི་བ་རེད། ད་གང་ལྟར་དེ་འདྲས་བྱས་ནས་ཇི་ལ་སྲིད་ཀྱི་རྡུལ་ཤིན་ཏུ་གྱུར་བཅས་སངས་རྒྱས་འཇིག་རྟེན་དུ་མ་བྱོན་པའི་སྔོན་ནས། རྣམ་འདྲེན་བཞི་པ་འཇིག་རྟེན་དུ་མ་བྱོན་པའི་སྔོན་ནས། བོད་ལྗོངས་དེ་ཇི་ལ་སྲིད་ཀྱི་རྡུལ་ཤིན་ལ་ཡ་གྱུར་ཟིན་པ་ཅིག

དང་གནད་ཆེ་བའི་ཆོས་བློན་ལ་སོགས་པ་ཚད་མང་ཆེ་བ་ཅིག་སྤྱིར་གཟིགས་སྐུ་གསུང་ཐུགས་ཀྱི་རྣམ་འཕྲུལ་ལ་བྱོན། དེའི་དབང་གིས་སྐབས་དང་དུས་སོ་སོ་ལ་འགྲོ་བ་མིའི་སྤྱི་ཚོགས་ལ་གང་ཕན་བདེ་རླབས་ཆེ་བ་ཡོད་པར་བྱས་ཏེ་འགྲོ་རྣམས་རེད། དེ་ནས་ལྷག་པར་དུ་བོད་ལ

རྗེ་རིན་པོ་ཆེ། ཙོང་ཁ་པའི་དངོས་ལུགས་ཀྱི་གཙོ་བོ། ཐམས་ཅད་ཆེན་པོ་དགེ་འདུན་གྲུབ། བཀྲ་ཤིས་ནོར་བུ་ཕྱག་བདག་སྣང་ངན་དེ་རེད། ཐང་ཆེན་པོ་དགེ་འདུན་གྲུབ། རྗེ་བདག་ཉིད་ཆེན་མོའི་ནང་གི། གསེར་གྱི་ཐོ་བོ་དྲ་གྲས་ཀྱི་ནང་ན་ཡོད་པ་ཅིག་རེད། ད་དགེ་འདུན་གྲུབ། མགོན་པོ་མྱ་ངན་ལས་འདས་པའི་རྗེས་ལ་ཡ། དགེ་འདུན་རྒྱ་མཚོ་རང་བྱུང་གི། ཡང་སྲིད་ཕག་ངོས་འཛིན་ཞུ་མཁན་ཡོད་བ་མ་རེད་དེ་ཚོ་ངོས་ནས་ནས་བྱུང་བ་དེ་ནས་བྱས་ནས་རྒྱ་བ་སྐུ་ཕྲེང་སི་ཡ་དེ་བྱུང་བ་རེད་ད་དེ་ནས་དམ་བཞིན་པ ྋགོང་ས་ལྔ་པའི་སྐབས་ལ་པོའི་ཆོས་སྲིད་གཉིས་ཀྱི་དབུ་ཁྲིད་གནང་ད ྋགོང་ས་ལྔ་པ་ནས་བྱས་ནས་སྐུ་ཕྲེང་བཅུ་བཞི་པའི་བར་དུ་ད་སྐུ་ཕྲེང་དགུ་བ་བཅུ་བ་བཅུ་གཅིག་པ་བཞི་ཙམ་ཅིག་དགོངས་གནད་ཆུང་ངུའི་སྐབས་ནས་དགོངས་པ་གཞན་དོན་ཤེས་པ་ཡིན་ཙང་ཆོས་ཚིག་གཉིས་ཀྱི་དབུ་ཁྲིད་རྒྱུན་རིང་པོ་གནང་ཡག་གོ་མ་བྱུང་བ་རེད་དེ་མིན་པ་ཚོ་ཚང་མ་ལོ་བོད་ཀྱི་ཆོས་ཚིག་གཉིས་ཀྱི་དབུ་ཁྲིད་གནང། ཨ་དུ་ཟེར་ནས། སྐབས་དང་དུས་ལ་གང་མཁོ་བ་ནང་བཞིན་གྱིས་འདི་དང་འདི་ཡིས་སྐབས་དུས་ཀྱི་མཛད་པ་བསྐྱངས་རྗེས། རླབས་ཆེན་གྱི་ཕན་ཐོགས་བྱུང་ཡོད་རེད། ཡིན་ན་ཡང། རྒྱ་བ་སྐུ་ཕྲེང་ན་རིང་ཡིན་ནའི་རེད་བོད་བརྒྱུད་ཆ་ན་རིང་ཡིན་ནའི་རེད། དེ་ཚོ་ཚང་མ་ལོག། ཁྲི་ལས་བསྐྱངས་པའི་ཡུལ་ར་བ་དེ། སྐབས་རེ་བོད་པ་སྤྱི་ཁོག་དང།

སྔོན་གྱི་ཆོས་རྗེ་རིན་རྒྱུན་དང། རྒྱལ་བ་སྐུ་ཕྲེང་རིན་རྒྱུན་དང་མི་མཚུངས་པའི་ཁྱད་པར་དུ་བབས་པའི་གནད་དོན་གཞན་པ་གཅིག་གར་བྱུང་བར་བྱས་ན། རྒྱ་བོད་ཧོར་གསུམ་གྱི་ས་མཚམས་ལས་བརྒལ་ནས་འཇིག་རྟེན་གྱི་ཁྱོན་ཡོངས་ལ་ཡང། སྔ་མའི་བཤད་སྟངས་སྤྱད་པ་ཡིན་ན།

ཆོས་ཀྱི་གཞུང་ལུགས་ནས་ཇི་ལྟར་བཤད་པ་ནང་བཞིན་གྱི་གཞི་ལམ་འབྲས་གསུམ་གྱི་རྣམ་གཞག་བསྟན་ནས་ཐད་ཀར་རང་རང་གི་སྐྱེས་བུ་ཆུང་འབྲིང་གི་ནུས་པ་ག་འདྲས་ཀྱི་ཡོད་ཡིན་ནའི་དེ་དང་མཐུན་པའི་ལམ་ལ་བཀྲི་ཡ་གཅིག་མ་གཏོགས་དེ་ལས་གཞན་པའི་ཁྲི་ལས་མི་འདའ་བར་བསྐྱང་དགོས་ཡག་གི། དགོས་པ་རྒྱུ་མཚན་མེད་པའི་སོ་ལ་བྱིལ་བ་རེད། ཡིན་ནའི་ད་ལྟ་རྒྱུ་མཚན་ཁྱོད་ཡོངས་རྫོགས་ལ་ཁྲི་ལས་ཁྱབ་པའི་སྐབས་ལ་ཡབ། གདུལ་བྱའི་སྐྱེ་བོ་ཡོངས་སུ་རྫོགས་པ་དེ། ནང་ཆོས་ཀྱི་རྗེས་འཇུག་དང། ཆོས་ཁས་ལེན་མཁན།

ཡང་ན་ཆོས་ལུགས་མི་འདྲ་བ་སྣ་ཚོགས་ཀྱི་རྗེས་འཇུག་ཡིན་པར་ཁས་འཆེས་པ། དེ་རིང་སང་ཉིན་མི་ཚོ་མང་ཆེ་བ་ཞིག་ང་ཆོས་ལུགས་འདི་ཡིན་ཆོས་ལུགས་འདི་ཡིན་ཟེར་ནས་ལབ་ཡ་དེ་ཡོད་རེད། ཡིན་ནའི་དངོས་གནས་དྲང་བདེན་ཆོས་ལུགས་དེའི་ཉམས་ལེན་ཅན་གྱི་མི་ཞིག་རེད་འདུག་པས་བལྟས་པ་ཡིན་ན་དེ་དཀོན་པོ་རེད།

ཡིན་ན་ཡང་ནང་པའི་ཕ་མ་ལས་སྐྱིད་པའི་སྤུ་གུ་ཚང་མ་ལོ་སྐྱིད་པ་ཙམ་ནས་ནང་པ་ཡིན་ཤག་བྱེད་ཡ་དང་ཡེ་ཤུ་ནང་ལ་སྐྱིད་པའི་སྤུ་གུ་ཚང་མ་ལོ་སྐྱིད་པ་ཙམ་ནས་ཡེ་ཤུ་ཡིན་ཤག་བྱེད་ཞེས་པ་ད་དེ་ད་ང་རང་ཚོའི་དེ་རིང་སང་ཉིན་ཆོས་ལུགས་ཚང་མའི་འགྲོ་སྟངས་རེད་ཆགས་བསྡད་པ་རེད་བ།

འདོད་ཆགས་ཆོས་ཀྱི་ལམ་ལ་སྤྲེལ་བའི་འགྲོས་ད་ག་རང་རྣམས་པ་ཡིན་ན་སྨད་ཙམ་པ་ཡིན་ཙང་གདམས་ངག་འདོན་པའི་ཚུལ་དང་གདམས་ངག་འདོན་པའི་ཐབས་གསར་པ་ཅིག་མི་འདྲ་བ་ཅིག་ཆོས་ལུགས་ཚང་མ་ལོག་ལ་འགྲོ་ཐུབ་ཡ་ཅིག་ཆོས་སྨད་ཡིན་རུང་ལུགས་པ་ལ་ཡང་འགྲོ་ཐུབ་ཡ་ཅིག་ཚུལ་གང་ག་ཟེར་བ་ཡིན་ཙང་སྐུ་ཕྲེང་བཅུ་བཞི་པའི་མཛད་འཕྲིན་གྱི་ནང་ལ་གསར་གཏོད་ཀྱི་རྣམ་པ་ཅན་གྱི་མཛད་པ་ཕྲིན་ལས་དང་ཐུགས་རྗེ་དམ་པའི་དབྱིངས་དགོངས་པའི་རྒྱུ་མཚན་དེ་འདྲ་རེད། ྋགོང་ས་མཆོག་གིས་རྒྱལ་སྤྱིའི་གནས་བབ་ཡོངས་སུ་རྫོགས་པ་གཟིགས་པའི་རྗེས་ལ་ཡང་ཐོག་མ་དེ་སྡོམ་རབ་གར་བྱོན་ཡོད་རེད་ཟེར་ན་དགུང་གྲངས་བཅུ་དགུ་ཕྲེང་བཅུ་བཞི་པའི་སྡོམ་བྱོན་ཡག་དེ་ད་ལྟའི་ས་ཡི་གོ་ལ་འདིའི་སྟེང་ལ་འཁོད་པའི་འགྲོ་བ་མིའི་སྤྱི་ཚོགས་ད་སྤྱི་དང་ང་ཚོས་ནང་པའི་ཆོས་ནས་བཤད་པ་ཡིན་ན་ཁུ་བ་ལི་ཡ་སྡུག་བསྔལ་གྱི་རང་བཞིན་མ་གཏོགས་ཡོད་བ་མ་རེད་པ་ད་སྡུག་བསྔལ་རྣམ་པ་སྣ་ཚོགས་འགྲོ་བ་སོ་སོའི་སྡུག་བསྔལ་དང་འགྲོ་བ་སྤྱིའི་སྡུག་བསྔལ་སོགས་དེ་བཤད་ཡོད་རེད་པ་ཡིན་ནའི་ད་ལྟའི་གནས་སྐབས་ལ་དེའི་སྐད་ཆ་དེ་ད་འདང་ཡ་ཡོད་མ་རེད་ད་ལྟའི་འགྲོ་བ་མིའི་བསམ་པའི་ཕྱིར་ཕྱོགས་དེ། ལྷག་པར་དུ་འདས་པའི་ལོ་ཉིས་བརྒྱ་ཡས་མས་ཀྱི་ནང་ལ་འཇིག་རྟེན་འདིའི་ཐོག་ལ་ཚན་རིག་དང་འཕྲུལ་ལས་ཀྱི་ཡར་རྒྱས་ཡར་རྒྱས་སུ་རེ་བ་ད་འཕེལ་ཤུགས་དེ་ཤུགས་ཆེན་པོ་ཞིག་གློ་བུར་དུ་ཤུགས་ཆེན་པོ་ཞིག་བྱུང་བ་ཡིན་ཙང། འདས་པའི་ལོ་སྟོང་ཕྲག་གསུམ་གྱི་ནང་གི་འགྱུར་བ་དང་ད་ལྟའི་ལོ་སུམ་བརྒྱའི་ནང་གི་འགྱུར་བ་གཉིས་པོ་གཅིག་བསྡུར་གྱི་ཡིན་ན་དེའི་སྔོན་གྱི་ལོ་སྟོང་ཕྲག་གསུམ་གྱི་འགྱུར་འགྲོས་དང་འདས་མ་ཐག་པའི་ལོ་སུམ་བརྒྱའི་འགྱུར་འགྲོས་གཉིས་པོ་དེ་ལོ་སུམ་བརྒྱའི་འགྱུར་འགྲོས་དེ་ཧྲལ་ཤུགས་ཆེ་བ་དང་མགྱོགས་བྱུང་ཡོད་རེད་མང་བྱུང་ཡོད་རེད་དེ་ལ་བརྟེན་ནས་འགྲོ་བ་མིའི་བསམ་སྤྱོད་གཉིས་ཆ་ལོ་འགྱུར་བ་ཆེན་པོ་ཤུགས་ཀྱིས་ཐེབས་པ་རེད། གནས་ཚུལ་མང་པོ་ཤུགས་ཀྱིས་གོ་ལྡོག་པ་རེད། དེའི་དབང་གིས་མིས་བཟོས་པའི་དཀའ་རྙོག་དེ་མང་རུ་ཕྱིན་པ་རེད། བྱས་ཙང་ལྕམ་སྐུ་རིན་པོ་ཆེ་སྐུ་ཕྲེང་བཅུ་བཞི་བའི་ད་ལྟའི་གནས་སྐབས་ཀྱི་དེང་རབས་གོང་མའི་སྤྱི་ཚོགས་ཀྱི་ལམ་སྲོལ་གྱི་ནང་འགྲོ་མཁན་གྱི་འགྲོ་བ་མི་རིགས་དེ་ལ་ཡ

ད་ལྟའི་འགྲོ་བ་མིའི་སྤྱི་ཚོགས་ལ་ཡང་ཀླན་ཀ་ཆེན་པོ་ཅིག་དང་འགྲོ་བ་མིའི་སྤྱི་ཚོགས་ཡོངས་རྫོགས་ལ་རྩ་མེད་བཏང་ཡག་གི་ནུས་པ་ཡོད་པའི་ཀླན་ཀ་ཆེན་པོ་མང་པོ་ཡོད་རེད། ཀླན་ཀ་ཆེན་པོ་དེ་ཚོའི་ནང་ནས་དང་པོ་དེ། ཚད་མེད་པའི་མི་འབོར་འཕེལ་འགྱུར་འདི་རེད། ཚད་མེད་པའི་མི་འབོར་འཕེལ་འགྱུར་ཟེར་ཡ་དེ། ག་རེ་བྱས་ནས་ཕྱིན་པ་རེད་ཟེར་དེ་བཤད་ཚུལ་མང་པོ་ཡོད་རེད་དེའི་ཐོག་ལ་ང་ཚོ་ད་འགྲོ་དགོས་ཡ་མི་འདུག་དུས་ཚོད་མི་འདུག་ལ་གང་ལྟར་ད་ལྟ་ངས་གོང་དུ་ཞུས་པ་ནང་བཞིན་རེད། འདས་པའི་ལོ་སུམ་སྟོང་གི་ནང་ལ་ཇི་ཙམ་འགྲོ་བ་མིའི་མི་འབོར་འཕེལ་རྒྱས་ཕྱིན་པ་ལས་འདས་པའི་ལོ་སུམ་བརྒྱའི་ནང་ལ་མི་འབོར་འཕེལ་རྒྱས་དེ་ཞེ་བོ་གཅིག་འགྲོ་ཡོད་རེད། མི་འབོར་འཕེལ་རྒྱས་ཆེན་པོ་ཕྱིན་པའི་སྐབས་ལ་ཡ།

མིའི་ནུས་པ་དང་མཉམ་པ་གྱིས་མ་གཏོགས་མིའི་ནུས་ཚད་ལས་བརྒལ་ནས་བརྩི་བ་བྱེད་ཡོང་ཡ་ཡོད་མ་རེད། བརྩི་བ་བྱེད་པ་དེ་ཚོ་ཡང་དམིགས་ཡུལ་གཅིག་གི་ཐོག་ལ་དམངས་རེ་གཅིག་འཛིན་པ་ཡིན་ནའི། ས་མཚམས་ཀྱི་དོན་དག་ཡིན་ནའི་རེད། དཔལ་འབྱོར་གྱི་དོན་དག་ཡིན་ནའི་རེད། ཆབ་སྲིད་ཀྱི་དབང་ཆའི་དོན་དག་ཡིན་ནའི་རེད་དེ་འདྲའི་གཅིག་གི་ཐོག་ལ་དམངས་འཛིན་གྱི་ཡོད་རེད་དེ།

ཝེ་ཏི་ནམ་གྱི་ཕྱོགས་གཉིས་ལས་ཕྱི་ནས་དམག་དེ་ལོ་བཅོ་བརྒྱད་བཅུ་དགུ་གཅིག་བར་དུ་འཛིང་བསྡད་པ་རེད། དེ་ཐབས་དགོས་ཀྱི་ཡོད་ན་ཉི་མ་གཅིག་གི་སྐད་ཆ་རེད། མཚམས་བཞག་དགོས་ཀྱི་ཡིན་ན་ཉི་མ་གཅིག་གི་སྐད་ཆ་རེད། ཐབས་ཡག་དང་མཚམས་བཞག་ཡག་གི་སྐད་ཆ་གལ་མ་རེད། གོ་མཚོན་བེད་སྤྱོད་བཏང་ཡག་གི་ལས་ཀ་དེ་འགྲོ་དགོས་པ་རེད། ད་དེ་རིང་སང་ཉིན་ང་ཚོ་མཐོང་བཞིན་པའི་ཡུཀ་རེན་གྱི་དམག་འཐབ་བར་མཚོན་པ་ཡིན་ནའི་ཐོག་མར་བཤད་དུས་སྐར་བདུན་ཕྲག་གཅིག་གི་ནང

ཀླན་ཀ་གསུངས་པ་རབ་བདེ་རེད། ད་དངོས་གནས་བྱས་པ་ཡིན་ན་ཆོས་ཟེར་ཡ་དེ་གང་ཟག་གི་རྒྱུད་འདུལ་བའི་ཐབས་ཅིག་ཡིན་ཙང་ཆོས་ལ་བརྟེན་ནས་འཚེ་བ་ཉུང་རུ་འགྲོ་ཡ་དང་ཆོས་ལ་བརྟེན་ནས་བྱམས་བརྩེ་ཆེ་རུ་འགྲོ་ཡ་དང་ཕན་ཚུན་མཐུན་པོ་ཆེ་འདས་ཐུབ་པ་ཡོང་དགོས་ཡ་གྱི་རེད་དེ། ཆོས་དེ་ཚོ་གང་ག་ཉམས། ཆོས་ཀྱི་སྒྲོམ་གཞི་ཟེར་བ་ད་ཁྱོད་ཀྱི་སྒྲིག་འཛུགས་དང་ཁྱོད་ཀྱི་མིང་དེ་ལྷག་བསྡད་པ་རེད་བ། དེའི་དབང་གིས་ཨེ་ནི། ཆོས་ལུགས་དེ་བྱས་ཏེ་མི་ཚོས་ཚོ་མཛའ་མཐུན་བྱེད་ཡག་གི་མཐུན་ཅིང་འགྲོ་ཡག་གི་ཚབ་ལ་ཡ། ཆོས་ལུགས་ཚོ་ཡང་འཚེ་བ་དང་འཐབ་རྩོད་ཡོང་ཡག་གི་རྒྱུ་ལ་ཕྱིན་པ་ཡིན་ཙང།

སྤྱི་ཚོགས་ཀྱི་ནང་ལ་ནུབ་ཕྱོགས་ཀྱི་སྤྱི་ཚོགས་ཀྱི་ནང་ཚིག་འདི་འགྲོ་བཞིན་པ་རེད་དེ་ཡིན་ན་གུ་ཡམ་ཚན་པོ་ཞིག་གྲགས་རེད་བ། གང་ཟག་སུ་ར་གཅིག་ཡིན་ན་ཡང་ཆོས་ཀྱི་བསམ་བློ་ཡོད་ངེས་ཅིག་ཡིན་ན Religious Minded ཅིག་ཡིན་ན Intolerance ཡོང་བཞིན་གྱི་མ་རེད། གང་ཟག་སུ་དང་སུ་ཡིན་ན་ཡང Intolerance ཡིན་ན་ཁོ་ལ་ཆོས་མེད་པ་དེ་ཁོའི་བསམ་བློའི་ནང་ལ་ཆོས་མེད་པ་དེ་ཆོས་ཀྱི་རྒྱུད་མ་སྨིན་པ་དེ།

ཇི་ལྟར་ན་ཆོས་ལུགས་འགལ་ཟླ་ཟེར་དེ་ཁ་བོ་རུ་བྱེར་བ། ཆོས་ལུགས་ཀྱི་ནང་ལ་ལྟ་བ་དང་གྲུབ་མཐའ་མི་མཐུན་པ་དང་རྒྱབ་འགལ་ཡིན་པ་ཇི་སྙེད་ཅིག་ཡོད་རེད་དེ་ཡོང་སྲིད་པ་ཅི་རེད། ཡིན་ནའི་ཆོས་ལུགས་ཚང་མ་ལོ། སེམས་ཅན་གྱི་བདེ་བ་སྒྲུབ་པའི་ཆེད་དུ་རེད་མ་གཏོགས་སེམས་ཅན་ལ་སྡུག་བསྔལ་སྟེར་བའི་ཆེད་དུ་བྱེད་པ་ཅི་ཡང་ཡོད་མ་རེད། དེ་ཡིན་དུས་ཆོས་ལུགས་ཀྱི་ལྟ་གྲུབ་མི་མཐུན་པ་ཙམ་གྱིས་ཨ་ནི་ཆོས་ལུགས་ཀྱི་འགལ་ཟླའམ་མི་མཐུན་པ་ཟེར་དེ་ཡོང་ཡ་མེད་པ་ཅི་རེད་བ། འོན་ཏེ་ད་ལྟའི། དེང་རབས་དགོན་མའི་སྤྱི་ཚོགས་ཀྱི་ནང་ལ། ཆོས་ཀྱི་མིང་འདི་བྱས་ཙང། ནུབ་ཕྱོགས་ལ་ཡང་སྤྱི་ཚོགས་དང་ཆབ་སྲིད་ཀྱི་གསར་བརྗེ་བྱུང་པའི་སྐབས་ལ། Church དང་དགོན་པ་དང་ཆབ་སྲིད་ལོགས་ཀ་བཟོ་དགོས་ཡ་དེ། གནད་འགག་ཐུག་ས་ད་ག་རེད་བ། ཆོས་མེད་པ་བྱེད།

ཨོ་དེ་རྗེས་དེ། དེ་ནས་ཐ་མ་དེ་ལ་ཡབ། ཁོར་ཡུག་གི་ཉམས་ཆག། ད་ཁོར་ཡུག་ཉམས་ཆག་དེ། སའི་གོ་ལ་འདི། འགྲོ་བ་མིའི་མཚོན་པའི། སྲོག་ལྡན་གྱི། དངོས་པོ་དེ་ཚོས་བེད་སྤྱོད་བྱས་ཡ་ལ་ཡབ། ལོག་ཅིག་ཆགས་ཀྱི་རེད་ཆགས་ཀྱི་མ་རེད། དེང་རབས་ཀྱི་ཚན་རིག་པ་ཚོས་བཤད་པ་ཡིན་ན། ཕྱི་ལོ་ཉིས་སྟོང་བདུན་ཅུ་དོན་གྲངས་ནས་བལ་གྱི་ས་ཡི་གོ་ལ་འདི་ནི་མི་ཡི་གནས་ཡུལ་ལས་ཡར་འཕེལ་མ་ཐོབ་པ་ཆགས་ཀྱི་རེད་ཅེས་བཤད་བསྡད་ཀྱི་འདུག་ད་དེ་ང་ཚོས་བཟོས་བྱས་པའི་སྐད་ཅིག་གིས་མ་རེད། རྒྱལ་སྤྱིའི་ནང་ལ

སྲོག་ཆགས་ཡོངས་རྫོགས་ཀྱི་གདོང་ལེན་བྱེད་དགོས་ཡག་གི་ཀླན་ཀ་ཆེན་པོ་ཟློག་ཐབས་དཀའ་བ་ཞིག་ཆགས་ཀྱི་ཡོད་པ་དེ་ཅང་རུང་ཅེས་གསུངས་པ་རེད། བྱས་ཙང་དེ་ཡི་ཀླན་ཀ་ལྔ་པོ་དེ་ཅང་རུང་ཅེས་ལས་སྤེལ་ནས་ལོ་ཁ་ཤས་ཀྱི་ནང་ནས་ངོས་འཛིན་གནང་རྗེས་ད་དེ་ཡོངས་གྲགས་རེ་ཆགས་པ་རེད། ད་དེ་རྗེས་དེ་ལ་གདོང་ལེན་ག་འདྲས་བྱེད་དགོས་རེད། དེ་རྗེས་དེ་ལ་གདོང་ལེན་བྱེད་སྟངས་དེ། ངས་དང་པོ་དེ་འགྲོ་བ་མིའི་བཟང་སྤྱོད་ཉམས་ཆག་ཕྱིན་པ་ཡིན་ཙང་འགྲོ་བ་མི་དེ་ཚོས་རང་རང་སོ་སོས་འཇིག་རྟེན་སྤྱི་ཡོངས་ལ་འཁྲི་བའི་ལས་འགན་ག་རེ་ཡིན་པ་དེ་མ་ཤེས་པ་བྱས་ནས་བཟང་སྤྱོད་ཉམས་ཆག་ཕྱིན་པ་དེའི་དབང་གིས།

དབུལ་ཕྱུག་གི་བར་གྱི་ཁྱད་པར་སེལ་ཡ་དེ་འགྲོ་བ་མིའི་བཟང་སྤྱོད་ཉམས་ཆག་ལ་བརྟེན་ནས་བྱུང་བསྡད་པ་ཅི་རེད། དམག་ལ་སོགས་པའི་འཚེ་བ་ལ་སོགས་པ་དང་སྒྲོམ་གཞི་འཚེ་བ་ལ་སོགས་ཚང་མ་ལ་ཡང་འགྲོ་བ་མིའི་བཟང་སྤྱོད་ལ་བརྟེན་ནས་ཉམས་བསྡད་པ་ཅི་རེད། འགྲོ་བ་མིའི་བཟང་སྤྱོད་ཟེར་ཡ་དེ་ག་བ་ཅི་ལ་འཚམས་ཟིན་དགོས་རེད་ཟེར་ན། འགྲོ་བ་མིའི་བཟང་སྤྱོད་ཟེར་ཡ་དེ་རང་དང་གཞན་གཉིས་དེ། བྱུང་ན་གཞན་གཙོ་ཆེ་བ་བརྩི་ཡག་ཅི་དང། གལ་སྲིད་གཞན་གཙོ་ཆེ་བ་བརྩི་མ་ཐུབ་པ་ཡིན་ན་རང་དང་གཞན་མཉམ་པ་གྱིས་རང་གི་དོན་དག་ལ་ཡ་རང་གིས་འཕྲལ་དང་ཡུན་གྱི་སྔོན་དུ་སྒྲུབ་ཡག་གི་དོན་དག་ལ་གཞན་ལ་བརྩི་བ་དང་བཤུ་གཞོག་མི་བྱེད་ངེས་བྱུང་པ་ཡིན་ན་དེ་ལ་ཡང་བཟང་སྤྱོད་ཟེར་ནས་ལབ་དགོས་པ་རེད། སྤྱོད་པ་བཟང་པོ་བྱ་སྟེ། གང་ཞེ་ན། འགྲོ་བ་མིའི་སྤྱི་ཚོགས་དེ། ཕན་ཚུན་རྟེན་ཅིང་བསྟུན་ནས་གནས་པའི་སྤྱི་ཚོགས་ཤིག་རེད། སྤྱི་ཚོགས་ཀྱི་འབྲེལ་བ་ལ་བརྟེན་དགོས་སྤྱི་ཚོགས་ཟེར་ཡ་དེ་འབྲེལ་ལམ་ཅིག་ལ་ལབ་དགོས་རེད་པ། མི་མང་པོ་མཉམ་དུ་འཚང་ཁ་བརྒྱབ་བསྡད་པ་ཅིག་ལ་ཡང་སྤྱི་ཚོགས་ཀྱི་ཟེར་ཡག་མ་རེད། གང་ཟག་དང་གང་ཟག་གི་བར་བའི་བར་གྱི་འབྲེལ་ལམ། ཕ་མ་བུ་འཇགས་ཀྱི་འབྲེལ་ལམ། དགེ་རྒན་དགེ་ཕྲུག་གི་འབྲེལ་ལམ། གྲོགས་པོ་གྲོགས་མཆེད་ཀྱི་འབྲེལ་ལམ། ཁྱིམ་དང་ཁྱིམ་མཚེས་ཀྱི་འབྲེལ་ལམ། མི་རིགས་དང་རྒྱལ་ཁབ་ཀྱི་འབྲེལ་ལམ། ད་གང་ལྟར་ང་ཚོས་གནས་ཚུལ་མང་པོ་ཞིབ་པོ་གཅིག་གི་ཐོག་ནས། གཏན་གྱི་འབྲིང་ཆུང། ཕན་ཚུན་ལྟོས་ནས་གནས་དགོས་དང་ཕན་ཚུན་བརྟེན་ནས་གནས་དགོས། ད་དེ་ཡིན་པ་དེ་རྗེས་འགྲོ་དུས་སྐབས་ལ། ང་རང་འདྲིས་པ་བྱུང་ན་གཞན་པ་ཚོ་གར་བྱུང་ནས་འདྲིས་གི་རེད་བསམ་པའི་རང་གཅེས་འཛིན་དང་གཞན་བསླུས་གཏོང་གི་བློ་དེའི་དབང་གིས། དེ་ནས

ཚིག་ཁོ་རང་གི་དོན་དག་བཤད་པ་ཡིན་ན་གོང་ཚད་ཟེར་དེར་རིན་པ་ག་ཚོད་རེད་གོང་ག་ཚོད་རེད་ཟེར་དེ་ད་ང་ཚོས་བྱས་ན་བཟང་སྤྱོད་ཚུལ་ཁྲིམས་ཟེར་ལབ་པ་ཡིན་ན་ཁྲིམས་དང་ཚུལ་ཁྲིམས་ཟེར་ལབ་པ་ཡིན་ན་ཆོས་ཀྱི་ཚིག་ར་ཆགས་འགྲོ་བ་རེད་བ་དེ་མི་འགྲིག་པ་དེ་སྐད་ཡོད་མ་རེད་ཡིན་ན་ཡང་བཟང་སྤྱོད་ཟེར་ལབ་དུས་སྐབས་ལ་ད་གང་ལྟར་གཞན་ལ་འཚེ་བ་མེད་པར་བྱེད། བྱ་བ་ག་འདྲའི་བྱིན་པ་ཡིན་ནས། དངོས་ཤུགས་བརྒྱུད་བཟུང་ནས་གཞན་ལ་འཚེ་བ་མི་བྱེད་མཁན་ཅིག་བྱུང་བ་ཡིན་ན་ཨ་ནི་དེ་སྤྱོད་པ་བཟང་པོ་དང་ཡ་རབས་ཀྱི་སྤྱོད་པ་ཟེར་ཡ་དེ་ཆགས་ཀྱི་ཡོད་རེད། ཨ་ནི་དེ་དང་ཆབས་ཅིག་ཏུ། ཆོས་ལུགས་ནང་ཕན་ཚུན་མཐུན་འབྲེལ་ཡོང་བ་ཡིན་ན་འཚེ་བ་ཉུང་རུ་འགྲོ་དགོས་པ་རེད། ད་རྒྱ་བོར་མི་བྱེད་དེ་བྱེད་དེ་མ་བང་སྒྲིག་སྟངས་དེ་ག་འདྲས་སུ་བསྒྲིགས་ཡོད་རེད་ཅེ་ན། གལ་ཆེ་ཆུང་ག་འདྲས་བརྩིས་ཡོད་རེད་ཅེ་ན། དེ་ཡང་དེང་རབས་ཀྱི་བརྩི་སྟངས་དང་མི་མཐུན་པ་བྱས་དེ་གོ་ལྡོག་ནས་བརྩིས་གནང་བ་རེད། གོང་ས་མཆོག་རང་ཉིད

བོད་ཀྱི་ཆོས་སྲིད་ཀྱི་དབུ་ཁྲིད་ཡིན་པའི་ཆ་ནས། བོད་ཀྱི་རིག་གཞུང་སྲུང་སྐྱོབ་དང་གོང་བུར་བོད་ཀྱི་ཁོར་ཡུག་སྲུང་སྐྱོབ་གནང་ཡ། ཨང་དག་ནང་བཞིན། རྒྱ་རིམ་གྱི་མཛད་འཕྲིན་གྱི་ནང་ལ་ཁོར་ཡུག་སྲུང་ཞུ་སྐོར་ལས་མང་པོ་ཞིག་གསུང་དགོས་པ་རེད། དེ་ནས་རྒྱ་གར་ལ་རྒྱུན་རིང་པོ་བཞུགས། ལྷག་པར་དུ་ང་ཚོ་བོད་ཀྱི་རིག་གཞུང་དེ་རྒྱ་གར་ནས་བྱུང་བའི་རིག་གཞུང་གྱི་སྲོག་ཡིན་ཙང་ནི་བྱིས་པ་དེས་རྒྱ་གར་གྱི་གནའ་བོའི་རིག་གཞུང་སྲུང་སྐྱོབ་གོམས་པའི་གནང་ཡག་སྲིད། དེ་རིང་སང་ཉིན་དེང་རབས་དགོན་མའི་ནང་ལྡན་མཁན་གྱི་མི་དེ་ཚོས་རྩིས་ཐང་དེ་གོ་ལྡོག་ནས་རེད་བ། ངའི་དང་པོ་དེ་ལ་ང་ང་ཡིན་པའི་ཆ་ནས་སོ་སོ་རང་དེ་ངའི་དང་པོ་དེ་ཆགས་ཞོར་དེ་ནས་གཉིས་པ་དེ་ལ་ཡང་མི་རིགས་འདི་འདྲས་བཅིངས་པའི་ཆ་ནས་ཨ་ནི་གསུམ་པ་དེ་ལ་ཡང་རྒྱལ་ཁབ་འདི་འདྲས་བཅིངས་པའི་ཆ་ནས་ཨ་ནི་བཞི་པ་དེ་ལ་ཡང་ཆོས་ལུགས་ག་འདྲས་ཡིན་ན་ད་འགྲོ་བ་མི་ཡིན་པ་དེ་ལྔ་པ་དེ་བ་ཅིག་མ་ལས་འགྲོ་རེད་རྗེ་བཙུན་རྒྱ་གར་རིན་པོ་ཆེ་མི་ཡིན་པ་དེ་དང་པོ་བརྩི་ན་ཡང་དེ་ང་རང་ཚོ་བོད་པའི་བསམ་བློའི་ནང་གལ་ཆེན་པོ་ཞིག་ཅིག་མཐོང་གི་མ་རེད་དེ་དེང་རབས་ཀྱི་ནུབ་ཕྱོགས་པའི་འཇིག་རྟེན་གྱི་ལྟ་ཚུལ་གྱི་ནང་ལ་ངོས་འཛིན་ཟེར་ཡ་དེ་གལ་ཆེན་པོ་ཞིག་ཅིག་རེད Identification ཐོག་མ་སོ་སོའི་ངོས་འཛིན་ག་བ་བྱེད་ཀྱི་རེད་བྱས་ཙང་རྒྱ་གར་མི་ཆེ་འདིའི་བང་སྒྲིག་གནང་སྟངས་དེ་རང་ཉིད་འགྲོ་བ་མི་ཞིག་ཡིན་པའི་ཆ་ནས་འགྲོ་བ་མིའི་ཀུན་སྤྱོད་ཡར་རྒྱས་བཏང་ཡ

མི་རིགས་དེ་ད་མི་རིགས་ཟེར་ཡ་དེ་ངས་ད་ལྟ་འདི་བེད་སྤྱོད་བཏང་ཡ་དེ Nation Nation Nationality དེ་དོར་བེད་སྤྱོད་བཏང་གི་ང་ཚོ་བོད་སྐད་ནང་ལ་མི་རིགས་ཞེས་པའི་ཚིག་དེ་ནུབ་ཕྱོགས་པའི་སྐད་མང་པོ་ཅིག་དོན་དག་ལ་ཡང་ལབ་བསྡད་གི་བ་རེད་དེ་ཁ་ཐུག་ཁ་ཐུག་སྐབས་དང་སྦྱར་ནས་འབྲེལ་བ་བརྒྱབ་ནས་མ་གཏོགས་འཛམ་རིག་གོ་ཁ་བ་ཞིག་གི་འདུག་གམ། ནན་ཞུན་ལའེ་མི་རིགས་སི་ལ་གོ་བ་རེད། རེས་སི་ལའེ་མི་རིགས་སི་ལ་གོ་བ་རེད། ཨེ་ཐི་ནི་སི་ཏི་ལའེ་མི་རིགས་སི་ལ་གོ་བ་རེད། ཨོ་དེ་འདྲའི་ཅིག་གི་མང་གོ་ཅི་ལི་ཡ་མི་རིགས་མི་རིགས་སི་ལ་བསྡད་གི་འདུག་གམ། བྱས་ཙང། དམ་དེ་འདི།

ཐུགས་རྗེ་དམ་བཅའ་དེ་སྐྱེད་དེ། གསུངས་པ་ཙམ་མ་གཏོགས་པའི། དེ་སྐྱེད་དེ་དངོས་སུ་འགྲོ་བ་མིའི་སྤྱི་ཚོགས་ཀྱི་ནང་ལ་ཡར་རྒྱས་བཏང་ཡག་གི་ཐབས་ལམ་དེ་བསྟན་གནང་ཡོད་མ་རེད་བས་ཟེར་ལབ་ཡིན་ན་དེ་ངེས་པར་དུ་བསྟན་ཡོད་རེད་དེ་ཡིན་ཙང། མི་ཡི་བཟང་སྤྱོད་གོང་འཕེལ་ཡོང་ཡག་གི་ཆེད་དུ། ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད། ཟེར་ཡ་དེ་ཡིས་རིག་པའི་གཞུང་ལུགས་གསར་གཏོད་གནང་ཡག་དང། ད་ག་ནང་བཞིན་འཇིག་རྟེན་ཀུན་ཁྱབ་འཇིག་རྟེན་སྤྱི་ཡོངས་ལ་འཁྲི་བའི་འགན་ཁུར། Universal Responsibility། Secular Ethics Universal Responsibilities། བྱས་ནས་འདི་གཉིས་པོ་དེ་རྐྱང་རུམ་བྱས་ད་ཡོངས་ཁྱབ་ལ་ཡག

ཡག་པོ་མི་འདུག་བ། བྱས་ཙང་ཨ་རི་ནས་རྒྱ་གར་གི་ཡང་བླ་མས་གསོད་རོགས་བྱས་པ་རེད་འོན་དེ་ཚོས་སྟོང་ལོ་གསར་པའི་དགའ་བསུ་དང་ལམ་སྟོན་རྒྱག་རོགས་མཆི་ན་ར་ན་བྱོན་ནས་ཞལ་པར་གྱི་བཅོས་ནས

དེ་ལ་བརྟེན་ནས Secular Ethics ཡང་མིན་ན Sea Learning དག་ཁྱེད་རང་ཚོས་ཐུགས་རྒྱུས་ཡོད་དེ་རེད། འདི་ངས་བཤད་དགོས་པ་མི་འདུག་དེ་གི་ག་ཚད་ཁྱབ་ཆེན་པོ་ཕྱིན་ཡོད་པ། ཤར་ནུབ་ལྷོ་བྱང་གི་འཇིག་རྟེན་མང་པོ་ཅིག་གི་ནང་ལ་ཡ་ད་འདི་ཁྱབ་ཆེན་པོ་འགྲོ་གི་ཡོད་པ་དང། དེ་ནང་བཞིན

ཟུར་དུ་བཀལ་ཡོད་མ་རེད་དེ་ད་ལྟ་གོང་དུ་ཞུས་པའི་དྲ་དེའི་དུས་སུ་ཚང་སྐྱོང་རིམ་གྱི་བཀའ་སློབ་དུས་སུ་ནང་ལ་མང་པོ་ཡོད་རེད། རྒྱ་གར་གྱི་ཁོ་ཡི་གསུང་རྒྱུགས་ཀྱི་ལས་ཀ་བྱེད་མཁན་དེ་ཚོ་དང་མཉམ་འདོར་ལ་ཡང། ཐུགས་ཐག་ཉེ་བོས་དེ་གནང་རྗེས་དེའི་ཐོག་ལས་ལྷག་པར་དུ་བོད་ཀྱི་ཁོར་ཡུག་སྲུང་སྐྱོབ་སྐོར་ལ་ཡབ་བར་ལམ་བཞི་བོ་གཅིག་གིས་ཐུགས་ཁུར་ཆེན་པོ་བཞེས་ནས་རྒྱལ་སྤྱིའི་ནང་ལ་གསུང་བཤད་དང་ལམ་སྟོན་མང་པོ་གནང་བ་ལ་བརྟེན་ནས།

བཞི། ཡང་ན་ཆུ་བོ་ཆེན་པོ་བརྒྱད། ད་དེ་ཡི་ལྷོར་ཤའི་ཡེ་ཤེས་ཡབ་ཀྱི་ཡུལ་ལུང་མང་པོ་ཅན་ན་མ་ཕྱིན་ནས་ད་ཧ་ལམ་གྱི་མི་གྲངས་ཧ་ཅང་མང་པོ་རྒྱལ་ཁབ་བཞི་བཅུ་ཡས་མས་གཅིག་གི་རྒྱ་མི་བརྩིས་པས། རྒྱལ་ཁབ་ད་སུམ་ཅུ་ཞེ་བཅུ་གཅིག་གི་ནང་ལ་ཡ། འབུལ་བའི་ཆུ། རྒྱ་གར་ཡོད་རེད། དེ་ནས། རྒྱ་ནག་ཡོད་རེད། ཀྲུ་ཤ་ཡེ་ཤ་གི་ལུང་པ་མང་པོའི་ནང་ལ་འབྲུ་གུ་ཡོད་རེད། དེ་ཚོའི་སྐོར་ལ་ད་བར་ལམ་ཞི་དྲག་གིས། ཚུར་སྣང་གསར་པ་སྐྱེ་ཡག་དང། དེ་བྱས་དེ། ཡོང་དང་ཡོང་བཞིན་པ་ཅི་རེད།

ལ་སྤྱི་དང་ཆོས་ལུགས་ལ་མ་བརྟེན་པ་རེད་དེ་ཡིན་ནའི་བང་སྒྲིག་སྟངས་དེ་འགྲོ་བ་མིའི་བསམ་སྤྱོད་དང་བསྟུན་ནས་བང་སྒྲིག་དགོས་པ་ཡིན་ཙང་ཉེས་སྤྱོད་བསྡོམས་པ་དེ་དང་པོ་ལ་བཞག་ཡོད་རེད་དགེ་བ་ཆོས་སྡུད་དེ་གཉིས་པ་ལ་བཞག་ཡོད་རེད། དེ་གཉིས་ཆ་ལོ་ཉེས་བྱས་རྩ་བར་གྱུར་པ་ཡིན་ཙང་ཨ་ནི་ཉེས་བྱས་དེ་བསྲུངས་པ་ལ་བཞག་གི་རེད། ཉེས་སྤྱོད་བསྡུམ་པ་དང་དགེ་བ་ཆོས་དུས་གཉིས་ཆར་ལོ་ཉིས་བརྒྱའི་ཀུན་ནས་ལྷོངས་པ་ཆེས་མེད་པ་ཡིན་ན། ཨ་ནི་ཕན་ཐོགས་མེད་པ་ཡིན་དུས་སྐབས་ལ་ཡང་གཉིས་གསུམ་པ་ཞེས་ད་ཉིས་བརྒྱའི་དེའི་ཤེས་རབ་ཀྱིས་མ་ཟིན་ན། ཐབས་ཤེས་ཡར་བྲལ་བའི་སོ་ལ་ཆགས་པ་རེད་བ། ཤེས་རབ་ཀྱིས་མ་ཟིན་པའི་ཉིས་བརྒྱའི་དེའི། ད་རྨོངས་དད་ཙམ་གྱིས་ལ་འགྲོ་ཡག་གི་ཉེན་ཁ་ཡོད་པ་ཡིན་ཙང། རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་དེ་ཞིབ་པ་ལ་བཞག་བྱས་ལྟ་དེ་ཚོའི་ཐོག་ནས་ཨ་ནེ་བྱམས་བརྩེའི་དགོངས་དྲོ་ག་འདྲ་བྱེད་དགོས་ཡོད་པ་དེ་བྱེད་དུས་ག་རླབས་ཆེན་གྱི་གར་སོགས་བར་ཐག་ཧ་ཅང་གཏིང་ཟབ་ཀྱི་རིག་པའི་གཞུང་ལུགས་རེད་འདུག་ཟབ་དེ་ག་ལ་བལྟས་པ་ཡིན་ན་ལས་སླ་པོ་རབ་ཅིག་དང་དེ་གོ་བདེ་པོ་རབ་ཅིག་ཡོད་རེད་དེ་དེ་ཚོའི་གདིང་དུ་མ་ཕྱིན་པ་ཡིན་ན་རིག་པའི་གཞུང་ལུགས་ཧ་ཅང་གཏིང་ཟབ་པོ་རེད། ད་བོད་ཀྱི་ཆོས་དང་རིག་གཞུང་འཛིན་སྐྱོང་སྐོར་ལ་ཡག་ཏི་ངན་བཤད་དགོས་ཡ་མི་འདུག་ལྔ་བཅུ་ང་དགུ་ལོ་ལ་ང་ཚོ་རྒྱ་གར་ལ་བཙན་བྱོལ་ནས་འབྱོར་བ་ནས་བཟུང་སྤྱི་དང་ད་བར་དུ་རྒྱ་གར་མི་ཆེ་ཁྲི་ལས་ལ་བརྟེན་ནས་བོད་ཀྱི་ཆོས་དང་རིག་གཞུང་རང་རང་སོ་སོའི་ངོས་ནས་ག་འདྲས་སུ་འཛིན་སྐྱོང་བྱས་ཐུབ་ཡག་རེད། བོད་ནང་ལ་ཡོད་པའི་དགོན་སྡེ་དང་སྒྲུབ་གྲྭ་བཤད་གྲྭ་ལ་སོགས་པ་མང་ཆེ་བ་ཅིག་ད་ཆུང་ཙག་རེ་ཟུང་མ་གཏོགས་མང་ཆེ་བ་ཅིག་རྒྱ་བལ་འབྲུག་གསུམ་གྱི་ནང་ལ་གསར་སྐྲུན་བྱས་ནས་དེ་ཚོའི་ནང་ལ་ཡ་ད་མདའ་ལྷུག་ཉར་གྱི་གནས་ཚུལ་ཡོད་དང་ཡོད་བཞིན་པ་དང། བོད་ཕྲུག་སློབ་གྲྭ་སོ་ཟུར་དུ་འཛུགས་ཡ་ནས་བཟུང་སྟེ་ད་ལྟ་བར་དུ་གཞི་རིམ་གྱི་ལྷུག་སྦྱོང་གི་ནང་ལ་དེང་རབས་ཀྱི་ལྷུག་སྦྱོང་དང་མཉམ་དུ་བོད་པའི་རིག་གཞུང་དེ་གནང་ཡ་དང། འདི་བྱས་ཏེ། ད་གར་གར་གནང་ཡོད་པ་དེ། ཁོ་ཚོས་རང་གི་ཆོས་བྱེད་ཉམས་ཆག་ཆེན་པོ་ག་ཚོད་གནང་ཡོད་པ་དེ་ཚོ་ངས་བཤད་མ་བར་གང་དགོན་པའི་རྟོགས་པ་དག་རང་རེད། ད་རྒྱ་གར་གྱི་གནའ་བོའི་རིག་གཞུང་སྲུང་སྐྱོབ་ཀྱི་ཆེད་དུ། སཱར་ནཱ་ཐ་མཐོ་སློབ་ནས་རྒྱལ་རྒྱུ་བསྐྱར་དྲངས་ཐེབས་པ་ནས་འབད་རྩོལ་བྱས་ནས་རྒྱ་གར་གྱི་གནའ་བོའི་མཁས་པ་དེ་ཚོ་དང། བགྲོ་གླེང་མཇལ་ཡག་དང་དེ་འབྲེལ་ད་ལས་རིགས་མང་པོ་བྱེད་འགྲོ་བ་རེད་ད་བར་ལམ་གཅིག་ནས་རྒྱ་གར་གྱི་གནའ་བོའི་རིག་གཞུང་དེ་བཅས་དེ་གཞི་རིང་བསླབ་གྲྭ་ཁག་གི་ནང་ངོ་སྤྲོད་མཇལ་ཡག་གི་སློབ་ཚན་དེ་འདྲའི་བཟོ་དུ་བཟོ་བཞིན་པ་དང་ཚོད་ལྟ་རབ་དེ་འདྲའི་གནང་གནང་བཞིན་པ་རེད་ལྷག་པར་དུ་ད་ལྟའི་གནས་སྐབས་ལ་ལས་གཞི་ཧ་ཅང་རྒྱ་ཆེན་པོ་གཅིག་རྡོ་རྗེ་གདན་ལ་ཡ། ཏཱ་ལའི་བླ་མ་བོད་དང་རྒྱ་གར་གནའ་བོའི་རིག་གཞུང་བསྟི་གནས་ཁང་བཙལ་ཏེ་ཏཱ་ལའི་ཞིམ་པོ་ཞུ་བྱེད་རེད། དེས་ཉེ་ཆར་རྐྱང་རུམ་གྱི་རྨང་གཞི་བསྟན་པ་ན་ད་ལྟའི་ཆ་ཚང་གྲུབ་པའི་སྐབས་ལ་ཡབ་གཙུག་ལག་ལྷུན་གཉེར་ཁང་གསར་པ་རབ་ཅིག་མ་རེད་དེ། གང་ལྟར་རྒྱ་གར་གྱི་གནའ་བོའི་རིག་གཞུང། ང་ཚོ་བོད་ཀྱི་རིག་གཞུང་གི་ནང་ལ་དང་བོད་པའི་རྒྱུས་ཡོད་པ་ནང་བཞིན་གྱི་རྒྱ་གར་ལ་ཡང་རྒྱུས་ཡོད་པ་དཀོན་པོ་རེད། རྡོ་དགེ་སྡིག་བསྔལ་ལ་སོགས་པ་དེ་ཚོས་ཁྲ་ཞི་ཁྲ་གི་ལྟ་གྲུབ་དེ་བྱས་དེ་ད་བོད་པའི་གཞུང་ལུགས་ལ་མ་བརྟེན་བོད་ལ་འགྱུར་བའི་གཞུང་ལུགས་དེ་ཚོ་ལ་མ་བརྟེན་པ་ཡིན་ན་རྒྱ་གར་ཁོ་རང་ཚོའི་གཞུང་ལུགས་རྐྱང་རྐྱང་གི་ཐོག་ནས་ཁུངས་འཁྱོལ་ཡག་ཁག་པོ་ཆགས་བསྡད་པ་རེད། ད་དེ་ཚོས་ད་མོང་པ་ལི་ཡ། རྡོ་རྗེ་གདན་གྱིས་ལྟེ་གནས་ཁང་དེའི་ནང་ནས་དེ་གནང་ཡ་བྱས། ད་དེ་ཚོས།